བར་སྐབས་ཤིག་ནས་རྒྱ་གར་གྱི་མཐོ་སློབ་འདྲ་མིན་ནང་དུ་ཡིག་རྒྱུགས་ཀྱི་གྲུབ་འབྲས་རྩིས་འབུལ་བཟོས་མཁན་བོད་པའི་སློབ་མ་ཇེ་མང་དུ་འགྲོ་བཞིན་ཡོད་པ་ཞིང་ཉེ་ལམ་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི Saint Philomena's མཐོ་སློབ་ཏུ་བསླབ་པར་མཐའ་སོན་གྱི་མཛད་སྒོའི་ཐོག་བོད་པའི་བུ་མོ་བརྩོན་འགྲུས་བཟང་མོ་ལགས་དང་བདེ་སྐྱིད་བཟང་མོ་ལགས་སོགས་གཙུག་ལག་རབ་འབྱམས་པའི་གསེར་གྱི་གཟེངས་རྟགས་ཐོབ་འདུག་བརྩོན་འགྲུས་བཟང་མོ་ལགས་ཀྱིས Saint Philomena's མཐོ་སློབ་ཏུ

སོ་སོ་ཡ་ད་ད་རིང་ཉིན་མོ་དེ་ད་རིང་བཟོས་མ་ཐུང་བ་ཡིན་ན་ད་ར་ཡ་ཨ་ནེ་དུས་འདྲ་གཅིག་གི་ནང་ལོ་ལ་ད་སོ་སོ at least conclude ཆུང་ཆུང་ཞིག་ད་སོ་སོ་སོ་སོ notes ཅིག་བཟོ་ཐུབ་པ་ཡིན་ན་ད་སོ་སོ་ཡིག་རྩལ་འགྲམ་ལ་སླེབས་དུས་སོ་སོ་དངངས་སྐྲག་སྐྱེ་དགོས་ཡ་རོ་ཡོད་མ་ར་ད་ཚབ་ཚབ་སྐྱེ་དགོས་ཡ་ཨ་ནེ་སོ་སོ notes དེ་ལ reference བྱེད་ན་ཨ་ནེ་སོ་སོ་བྱང་ཡ་ལས་སླ་བ་ཡོང་གི་རེད་ཡ་ཨ་ནེ་སོ་སོ་ད reference དེ་ལས་སླ་བོ་རུ་ཆ་ཡི་འདུག་ཡ་ཨ་ནེ་དེ་འདུག་དཀའ་ངལ་ཤུགས་ཆེན་པོ་འཕྲད་ཀྱི་འདུག་འོན་ཏེ notes བྱས་དེ་གས་ཆེ་ཤོས་རུ་མཐོང་གི་འདུག། བརྩོན་འགྲུས་ཟབ་མོ་ལགས་ནས་རྒྱ་གར་བྱང་ཕྱོགས་ལ་དྭགས་སུ་སྐྱེས་ཤིང་འཛིན་རིམ་བཅུ་པའི་བར་ལ་དྭགས་བོད་ཁྱིམ་སློབ་གྲྭར་སློབ་གནས་གནང་བའི་རྗེས། རྡ་སྟེང་བོད་ཁྱིམ་སློབ་གྲྭའི་ནང་ཚོང་རིག་སྡེ་ཚན་ཐོག་སློབ་མཐར་སོན་ཏེ་སྦེང་ལོར་དུ་རྟེན་གཞི་བྱས་པའི ྋགོང་ས་ཏཱ་ལའི་བླ་མའི་མཐོ་སློབ་ཏུ་ཚོང་རིག་ཐོག་ནད་པའི་གཙུག་ལག་རབ་འབྱམས་པའི་སློབ་མཐར་སོན། དེ་ནས་ནད་ཐོག་ནས་ཞུ་རྩ་སྤྱི་ལོའི་ཕྱི་ཟླ་དགུ་པའི་ནང་སན་ཕི་ལོ་མི་ནོས་མཐོ་སློབ་ཏུ་ཚོང་ལས་རིག་པའི་ཐོག་གཙུག་ལག་རབ་འབྱམས་པའི་སློབ་མཐར་ཕྱིན་ཏེ་ད་ལྟའི་ཆར་བོད་ཀྱི་སྨན་རྩིས་ཁང་དུ་རྩིས་པའི་ཕྱག་ལས་གནང་མུས་ཡིན་པ་འདི་ནི་ཁོ་མོས་དམིགས་ཡུལ་མངོན་འགྱུར་བྱུང་བ་ཞིག་ལ་ངོས་འཛིན་གནང་གི་འདུག། ཆུང་དུས་ནས་ད་དམིགས་ཡུལ་གཙོ་བོ་དེ་དེབ་དང་ང་རང་ད་བོད་པ་སྤྱི་ཚོགས་ཅིག་ནང་ལ་ད་བརྩིས་པ་བྱས་ཡིན་ལ་ནི་དམིགས་ཡུལ་དེ་ཡང་ཤུགས་ཆེན་པོ་ཡོད་ཡ། ཨ་ནེ་འོ་འདི་དུས་ད་ཧ་ཚང་སྙན་མོ་ང་ཚོ་མཱ་སྟར་ད་གཙུག་ལག་རམ་འབྱམས་པ་ཚར་གསོལ་བྱས་ལ་སྨན་རྩིས་ཁང་ཡིག་རྩོད་དོན་རེད་ཡ། ཨ་ནེ་འོ་འདི་སྨན་རྩིས་ཁང་ལ་ཡིག་རྩོད་བཏང་ཆུག་ད་ཨ་ན་ང་ར་ཚུད་སི་ར་ད་སོ་སོའི་དམིགས་ཡུལ་གྲུབ་པ་འགྲོ་ཚོ་བ་ཞེས་སོང་དེ་ད་ད་ནང་ང་ར་ཤར་ཤར་ན་སྨན་རྩིས་ཁང་ལ་ད་ད་ད་ལས་ཀ་ཅི་དང་ཅི་བྱེད་མི། དེ་དང་ཕྱོགས་མཚུངས་སློབ་མ་བདེ་སྐྱིད་ཟབ་མོ་ལགས་ཀྱིས་ཁོ་མོར་ཡིག་རྒྱུགས་གྲུབ་འབྲས་རྩིས་འབུལ་གྱི་གཟེངས་རྟགས་ཐོབ་པ་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་ཕ་མ་གཉིས་ཀྱི་བསླབ་བྱ་བཟང་པོ་དང་རྒྱབ་སྐྱོར། དེ་བཞིན་རང་ཉིད་ཀྱི་དུས་ཚེས་ཆུད་ཟོས་སུ་མ་བཏང་བར་ནི་རེའི་སློབ་ཚན་ཁག་ལ་ཧུར་བརྩོན་བྱས་པ་མ་ཟད་ལྷག་པར་དུ་ནད་ཐོག་ཉི་ཤུ་ལོར་རྒྱ་གར་ནང་ཏོག་དབྱིབས་ནད་དུག་ཁྱབ་གདལ་ཇི་ཆེར་འགྲོ་བཞིན་ཡོད་པའི་དུས་སྐབས་སུའང་དཀའ་ངལ་ཁག་ལ་དོགས་གནས་ཀྱིས་འབད་བརྩོན་བྱས་པའི་གྲུབ་འབྲས་ཡིན་པ་ངོས་འཛིན་གནང་གི་འདུག། བྱ་དགའ་ཐོབ་ཉིན་ཞིག་རེད་འདུག་ལས་སུ་ར། ཨང་དེ་དུས་ང་དཔེ་ལྟ་འཚོ་བ་དཔེ་དགའ་ན་ཤུགས་ཆེན་པོ་ཞིག་སླེབས་སོ། དཔེ་སྤོབས་པ་སྐྱེས་སོ་སྙམ་འདུག་ལས་ཁ་ལས་ན་འདི་གམ་གྱི་ང་དཀའ་ལས་བརྒྱ་ཡིན། Especially during the pandemic times and twenty twenty ལ་ད་ང་ཚོ་ཚང་མ་ཀོ་རོ་ན་གིས་མང་པོ་མྱངས་ཡོད་རེད། སློབ་སྦྱོང་བྱ་ང་ཡིན་རེད Online Learning དེ་ཚོ་དཔེ་ལེ་ལོ་ཡོད་མ་རེད། ཡིན་ནའི་འདི་སྐམ་གི་ང་སྡུག་རུས་རྒྱག་བྱས་དཀའ་ལས་རྒྱག་ཨེ་འདྲས་ཕྱིན་ནས་ཨ་ང་ར་དེ་རིང་དེ་བྱ་ག་ཐོབ་པས་དེ་ཚང་མ་གྲུབ་འབྲས་བཟང་པོ་ཅིག་འོང་དེ་དོན་དག་རེད་བསམ་གི་འདུག། སློབ་མ་འདི་གི་ཟ་མོ་ལགས་ནི་རྒྱ་གར་ལྷོ་ཕྱོགས་མོན་གྷོ་སྡོད་གོ་ནི་བོད་མིའི་གཞིས་ཆགས་སུ་སྐྱེས་ཤིང་མོན་གྷོ་གཏན་སློབ་ཏུ་གཞི་རིམ་འོག་མ་དང་གོང་མ་གཉིས་ཀྱི་སློབ་གནས་བྱས་པའི་རྗེས་ལྡི་ལི་མཐོ་སློབ་ཏུ་དབྱིན་ཡིག་སློབ་ཚན་ཐོག་ནེ་བའི་གཙུག་ལག་རབ་འབྱམས་པའི་སློབ་མཐར་སོན། མུ་མཐུད Saint Philomena's མཐོ་སློབ་ཏུ་ལོ་གཉིས་རིང་དབྱིན་ཡིག་ཐོག་གཙུག་ལག་རབ་འབྱམས་པའི་སློབ་གནས་གནང་བའི་རྗེས་སློབ་ཚན་དེའི་ཐོག་བརྒྱ་ཆ་བརྒྱད་ཅུ་བརྒྱད་བརྒྱད་དང་ཚ་ལྔ་ལོན་ཏེ་སློབ་མ་རྩེ་ཕུད་ཀྱི་གཟེངས་རྟགས་ཐོབ་ནས་གླ་པར་མཐའ་སོན་བྱུང་འདུག་ཅིང་ད་ལྟའི་ཆར་ཁོ་མོ་དགེ་རྒན་འོས་སྦྱོང་ནང་མཉམ་ཞུགས་གནང་འཆར་འདུག་བཞུགས་སྒར་རྡ་རམ་ས་ལ་ནས་ས་གོ་བ་བློ་བཟང་དགེ་ལེགས་དང་པར་ལེན་ཕྱོགས་བསྒྲིགས་པ་བསྟན་འཛིན་འོད་ཟེར་ནི།